ལྷན་རྒྱས་སྐུ་ཁམས་བཟང་ད་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་བརྒྱད་རབ་གནས་ལྕགས་གླང་ལོའི་བོད་ཟླ་བཅུ་པ་སྨིན་དྲུག་ཟླ་བའི་ཚེས་པ་བཅུ་གཅིག་དང་ཕྱི་ལོ་ཉིས་སྟོང་ཉིས་ས་གཅིག་ལོའི་ཟླ་བོ་བཅུ་གཉིས་ཀྱི་ཚེས་བཅུ་བཞི་རེས་གཟའ་མིག་མ་རེད། རེས་གཟའ་མིག་མ་གཉིས་ཀྱི་གསར་འགྱུར་ལས་རིམ་འདིའི་ནང། ཁོར་ཡུག་སྲུང་སྐྱོབ་པ་དོལ་རྒྱལ་ལ་བཙོན་ཁང་དུ་ཉེས་རྡུང་དྲག་པོ་བཏང་བའི་རྐྱེན་གྱིས་གཟུགས་པོ་ཅོ་ནད་དུ་གྱུར་བའི་སྐོར་དང་རྒྱལ་ཁབ་ཁག་གིས་ཉིས་སྟོང་ཉིས་ས་གཉིས་ལོའི་པེ་ཅིང་ཨོ་ལམ་པིག་རྩེད་འགྲན་སྐབས་གཞུང་འབྲེལ་མི་སྣ་མཉམ་ཞུགས་གནང་རྒྱུ་མིན་པའི་ཐག་གཅོད་ལ་དཔའ་མཐའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་དགའ་བསུ་གནང་བའི་སྐོར། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་བེལ་ཞི་བདེའི་གཟེངས་རྟགས་ཕུལ་བའི་དུས་ཆེན་དེ་ནི་རང་དབང་དང་དྲང་བདེན་འཐབ་རྩོད་པ་ཡོངས་ཀྱི་དམིགས་བསལ་དུས་ཆེན་ཞིག་ཡིན་ཅེས་གསུངས་པའི་སྐོར། དཔའ་རྟའི་ཚོགས་གཙོ་མཆོག་གིས་དྲུག་དང་དྲུག་ཅུའི་ལམ་སྟེང་ན་འཁྱོར་བའི་བོད་རྒྱ་འབྲེལ་མོལ་ཞེས་པའི་དཔེ་དེབ་དབུ་འབྱེད་གནང་བའི་སྐོར་དང་ན་གཞིན་སྤྱི་འཐུས་རྒྱུན་ལས་ཀྱི་སྐུ་ཚབ་ཚོགས་ཆུང་ཞིག་རྒྱལ་ས་ལྡི་ལིར་གཞུང་འབྲེལ་ཕྱོགས་ཕེབས་གནང་བའི་སྐོར་བཅས་ཞུ་རྒྱུ་ཡིན

ཁོར་ཡུག་སྲུང་སྐྱོབ་པ་དོན་རྒྱལ་ལ་རྒྱ་ནག་གཞུང་གིས་བཙོན་ཁང་དུ་ཉེས་རྡུང་དྲག་པོ་བཏང་པའི་རྐྱེན་གྱིས་གཟུགས་པོ་གཅོང་ནད་དུ་གྱུར་བ་མ་ཟད་འཆི་ལ་ཉེ་བའི་རྫ་དྲག་གནས་སྟངས་སུ་གྱུར་འདུག་དེ་ཡང་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་འབྲི་རུ་རྫོང་ཤག་ཆུ་གྲོང་རྡལ་གྱི་སེབ་ཏྲ་ཟེར་བའི་གནས་རིར་རྒྱ་ནག་གཞུང་གིས་ལམ་ཁ་བཟོས་རྒྱུར་ཁ་གཡར་ཏེ་སྐྲ་དཀར་སྔོག་འདོན་བྱས་སྐབས་ས་གནས་ཡུལ་མི་རྣམས་ཀྱིས་བཀག་འགོག་བྱས་ཡོད་པ་དང་སྐབས་དེར་རྒྱ་ནག་གཞུང་གི་ཉེན་རྟོག་པས་ཞི་བའི་ངོ་རྒོལ་གནང་མཁན་བོད་མི་གང་ལ་གང་ཙམ་འཛིན་བཟུང་བཀག་ཉར་བྱས་ཡོད་པའི་ཁོངས། རང་ལོ་ལྔ་བཅུ་ཡིན་པའི་དོན་རྒྱལ་ལགས་ལ་གནས་ཚུལ་ཕྱིར་བསྒྲགས་བྱས་པའི་ཉེས་མིང་འོག་འཛིན་བཟུང་བྱས་ཏེ་གར་སོང་ཆ་མེད་དུ་བཏང་འདུག་པ་དང་ད་ཆ་ཁོང་འབྲི་རུ་རྫོང་གི་བཙོན་ཁང་དུ་བཙོན་འཇུག་བྱས་ཡོད་པ་དང་བཙོན་ཁང་ནང་ཉེས་རྡུང་དྲག་པོ་བཏང་བའི་རྐྱེན་གྱིས་གཟུགས་པོ་གཅོང་ནད་དུ་གྱུར་པ་མ་ཟད་འཆི་ལ་ཉེ་བའི་རྫ་དྲག་གནས་སྟངས་སུ་གྱུར་འདུག་དོན་རྒྱལ་ལགས་ནི་ཤག་ཆུ་གྲོང་རྡལ་བྲག་ར་ཚོང་ཚོགས་ནས་ཡིན་པ་དང་དེ་སྔ་འཛིན་བཟུང་མ་བྱས་གོང་འབྲི་རུ་རྫོང་དུ་ཚོང་ལས་གཉེར་མཁན་ཞིག་དང་དང་ནང་བཞིན་ཁོར་ཡུག་སྲུང་སྐྱོབ་ཀྱི་ལས་དོན་ཐེངས་མང་སྤེལ་བར་ས་གནས་སྲིད་གཞུང་གིས་ཕྱི་ལོ་ཉིས་སྟོང་བཅུ་གསུམ་བཅུ་བཞི་ལོར་ཁོར་ཡུག་སྲུང་སྐྱོབ་ཀྱི་གཟེངས་རྟགས་ཀྱང་ཐོབ་མྱོང་ཡོད་པ་རེད་འདུག་རྒྱལ་ཁབ་ཁག་ཅིག་གིས་ཉིས་སྟོང་ཉི་ས་གཉིས་ལོའི་པེ་ཅིང་ཨོ་ལམ་པིག་རྩེད་འགྲན་སྐབས་གཞུང་འབྲེལ་མི་སྣ་མཉམ་ཞུགས་གནང་རྒྱུ་མིན་པའི་ཐག་གཅོད་ལ་དཔའ་མཐའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་དགའ་བསུ་ཞུས་འདུག། ཁ་སང་རེས་གཟའ་ཟླ་བའི་ཉིན་སྤེལ་བའི་གསར་འགོད་བསྒྲགས་གཏམ་དེའི་ནང་ཕྱི་ལོ་ཉིས་སྟོང་ཉིས་གསར་གཉིས་ལོའི་པེ་ཅིང་རྒྱུན་མཐུད་ཨོ་ལམ་པིག་རྩེད་འགྲན་འཚོག་ལ་ཉེ་བ་དང་བསྟུན་རང་དབང་ཅན་གྱི་རྒྱལ་ཁབ་ཨོ་སི་ཀྲེ་ལི་ཡ་དང་ཁེ་ན་ཏྲ་ནིའུ་ཛི་ལན་ཨ་རི་དབྱིན་ཡུལ་སོགས་ནས་སོ་སོའི་གཞུང་འབྲེལ་མི་སྣ་རྩེད་འགྲན་སྐབས་མཉམ་ཞུགས་གནང་རྒྱུ་མིན་པའི་ཐག་གཅོད་གནང་བ་དེས་འགྲོ་བ་མིའི་ཐོབ་ཐང་ལ་གལ་ཆེར་བརྩིས་ཡོད་པ་མ་ཟད་འགྲོ་མིའི་ཐོབ་ཐང་ལ་རྒྱལ་ཁ་ཐོབ་ཡོད་པར་རང་དབང་ལ་དགའ་བའི་རྒྱལ་ཁབ་ཁག་གིས་ཐག་གཅོད་དེ་ལྟར་གནང་བར་སྐབས་བཅུ་བདུན་པའི་པཱ་ཏའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་དགའ་བསུ་དང་ཡི་རང་བསྔགས་བརྗོད་རྒྱ་ཆེར་མཛད་ཅིང་རྒྱལ་ཁབ་གཞན་རྣམས་ནས་ཀྱང་དེ་ལྟར་བློ་སྤོབས་ལྡན་པས་ཐག་གཅོད་ཡོང་བའི་རེ་སྐུལ་ཞུས་འདུག་གཞན་ཡང་བསྒྲགས་གཏམ་དེའི་ནང་རྒྱ་ནག་གཞུང་གིས་རྒྱལ་སྤྱིའི་གཞི་རྩའི་འགྲོ་མིའི་བཟང་སྤྱོད་ཀྱི་རིན་ཐང་ཁག་རྩིས་མེད་རྡོག་རོལ་བཏང་སྟེ་གཞིས་བཞུགས་བོད་མི་རྣམས་ལ་རྡུང་རྡེག་མནར་གཅོད་དང་རྒྱ་ནག་གཞུང་གི་དྲག་གནོན་འོག་གཞིས་ལུས་བོད་མི་རྣམས་ཀྱི་སྨྲ་བརྗོད་རང་དབང་དང་ཆོས་དད་རང་དབང། འགྲུལ་བཞུད་རང་དབང་ཁག་ལ་དམ་བསྒྲགས། ད་དུང་འབྲོག་ས་བཙན་འཕྲོག་དང་གཏེར་ཁ་སྔོག་འདོན་རྒྱལ་ཁབ་འཛུགས་སྐྲུན་ལ་ཁ་གཡར་ཏེ་བོད་ནང་གི་ཆུ་བོ་ཁག་ཆུ་མཛོད་བརྒྱབ་པ་སོགས་བོད་མཐོ་སྒང་གི་རང་བྱུང་ཁོར་ཡུག་ལ་གཏོར་བཤིག་ཤུགས་ཆེ་གཏོང་བཞིན་ཡོད་པར་རྒྱལ་སྤྱིའི་དབུ་ཁྲིད་རྣམ་པས་རྒྱ་ནག་གཞུང་གི་མི་སྤྱོད་ལས་འདས་པའི་བྱ་སྤྱོད་དེ་དག་ཐེར་འདོན་དང་གླེང་སློང་ཡོང་བའི་རེ་སྐུལ་ཞུས་འདུག། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་དབང་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་ལ་འཛམ་གླིང་ནང་ཆེས་སྙན་གྲགས་ཆེ་བའི་ནོ་སྦེལ་ཞི་བདེའི་གཟེངས་རྟགས་ཕུལ་བའི་དུས་ཆེན་དེ་ནི་བཙན་བྱོལ་བོད་མི་ཚོས་སྲུང་བརྩི་ཞུ་བའི་ལོ་འཁོར་གལ་ཆེའི་དུས་ཆེན་ཞིག་ཡིན་པ་ཙམ་དུ་མ་ཟད། རང་དབང་དང་ཞི་བདེ། འགྲོ་བ་མིའི་ཐོབ་ཐང་དྲང་བདེན་བཅས་འཐབ་རྩོད་བྱེད་བཞིན་པ་ཡོངས་ཀྱི་དམིགས་བསལ་དུས་ཆེན་ཞིག་ཡིན་ཅེས་རུ་སོག་སྐུ་ཚབ་དོན་གཅོད་ཏེ་ལོ་རིན་པོ་ཆེ་མཆོག་གིས་གསུངས་འདུག། དེ་ཡང་ཨུ་རུ་སུའི་རྒྱལ་ས་མོས་ཀོར་རྟེན་གཞི་བྱས་པའི་རུ་སོག་སྐུ་ཚབ་དོན་ཁང་དང་བོད་སྐྱོབ་ཐེབས་རྩ། ས་གནས་བོད་རིགས་ཚོགས་པ། འབྲས་སྤུངས་སྒོ་མང་ཐེབས་རྩ་བཅས་ཀྱི་གོ་སྒྲིག་ཐོག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་དེ་བགྲང་བྱ་ཧྲིལ་བོ་སོ་གཉིས་འཁོར་བའི་དུས་དྲན་གཟབ་རྒྱས་ངང་སྲུང་བརྩི་ཞུས་འདུག་དུས་ཆེན་ད་སྟབས་བསྟུན་འདི་ལོར་ནོ་བེལ་ཞི་བདེའི་གཟེངས་རྟགས་བཞེས་མཁན་ཨུ་རུ་སུ་ནས་ཡིན་པ་སྨྲ་བརྗོད་རང་དབང་སྲུང་སྐྱོབ་ཐོག་ལ་ཐུགས་ཁུར་རྒྱ་ཆེ་བཞེས་མཁན་སྐུ་ཞབས Dmitry Muratov མཆོག་ལ་ཡང་ཨུ་རུ་སུའི་སྐུ་ཚབ་དོན་གཅོད་མཆོག་གིས་འཚམས་འདྲི་ཞུས་གནང་འདུག་ཕྱོགས་མཚུངས་མོ་སི་ཁོ་བོད་ཀྱི་གསོལ་མཆོད་བསྟི་གནས་ཁང་དང་རྒྱལ་བའི་སྐུ་ཚེ་ཡུན་རིང་བརྟན་པའི་ཆོས་ཕྱོགས་མཛད་རིམ་ཞིག་ཀྱང་གོ་སྒྲིག་གནང་འདུག་ཡང་ཨོ་སི་ཁྲེ་ལི་ཡའི་མངའ་སྡེ New South Wales ཁྱབ་ཁོངས་ས་གནས Wagga Wagga ནང་ས་གནས་བོད་རིགས་མཐུན་ཚོགས་ཀྱི་གོ་སྒྲིག་འོག་བོད་ཀྱི་འཁྲབ་གཞས་དང་དམངས་གླུ་སོགས་ཀྱི་གོ་སྒྲིག་ལམ་ནས་དུས་ཆེན་སྲུང་བརྩི་ཞུས་པ་མ་ཟད་དེ་ཉིན་མཛད་སྒོའི་སྐུ་མགྲོན་གཙོ་བོ་ཨོ་གླིང་སྐུ་ཚབ་དོན་ཁང་གི་དྲུང་ཆེ་ལྷ་དབང་རྒྱལ་པོ་ལགས་དང། གཞན་ཡང་དེ་ཉིན་གྲོང་ཁྱེར་སྤྱི་ཁྱབ་པ་གཞོན་པ་སྐུ་ཞབས Dallas Stout ལགས། ས་གནས་རྒྱལ་སྤྱིའི་ཉེས་ཡངས་ཚོགས་པའི་སྐུ་ཚབ་ལྕམ་སྐུ Patricia Burgess ལགས་བཅས་གདན་ཞུ་གནང་འདུག་དང་ན་བཞིན་ཧྥ་རན་སི་ཁུལ་དུ་སྐུ་མགྲོན་གཙོ་བོ་དཔལ་རིས་གྲོང་སྡེའི་བཅུ་གཉིས་པའི་རྫོང་དཔོན་ལྕམ་སྐུ Emmanuel Pierre Marie མཆོག་དང་དམིགས་བསལ་སྐུ་མགྲོན་ཡུ་རོབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་སོགས་གཙོ་ཞུགས་ཐོག་ས་གནས་བོད་མི་དང་ཡུལ་མི་བརྒྱད་བརྒྱ་ལྷག་འདུ་འཛོམས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་ཕུལ་བའི་དུས་ཆེན་གཟབ་རྒྱས་ངང་ནས་སྲུང་བརྩི་ཞུས་འདུག། དེའི་བར་ན་བལ་ཡུལ་ནང་གནས་ཡུལ་གཞུང་གིས་དམ་དྲག་ཤུགས་ཆེ་ཡོད་མིན་ལ་མ་ལྟོས་པར་ས་གནས་བོད་མི་ཚོས་ཕག་ཤིང་བྲག་དཀར་གྱོན་འདུག་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ནོ་བེལ་ཞི་བདེའི་གཟེངས་རྟགས་ཕུལ་བའི་དུས་ཆེན་ཁྱད་པར་ཅན་སྲུང་བརྩི་གང་ལེགས་ཞུས་ཐུབ་པ་བྱུང་འདུག་ཉིན་མོ་དེ་ནི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་ཡང་ཁེལ་གྱི་ཡོད་པ་རེད།

ས་ལུ་ག་ར་སྒང་ཏོག་སོགས་ཀྱི་ནང་རྟེན་གཞི་བྱས་པའི་ཧིན་བོད་མཛའ་འབྲེལ་ཚོགས་པ་དང་འཕགས་བོད་མཛའ་འབྲེལ་ཚོགས་པ། ཧི་མ་ལའི་བོད་དོན་ལས་འགུལ་མཐུན་ཚོགས་བཅས་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་ནས་ས་གནས་བོད་མིའི་སུད་ཚོང་སྐྱིད་སྡུག་དང་ཟུང་འབྲེལ་གྱི་རྣམ་པ་འདྲ་མིན་གྱི་སྒོ་ནས་དུས་ཆེན་སྲུང་བརྩི་ཟབ་རྒྱས་ཞུས་འདུག་བདུན་ཕྲག་སྔ་མའི་རེས་གཟའ་ལྷག་པའི་ཉིན་པ་འདི་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་གངས་སྐྱིད་བོད་ཀྱི་དཔེ་མཛོད་ཁང་གི་ཚོགས་ཁང་དུ་ཤེས་རབ་དར་རྒྱས་ལགས་ཀྱིས་བྲིས་རྩོམ་གནང་བའི་དྲུག་དང་དྲུག་ཅུའི་ལམ་སྣེ་ན་འཁྱོར་བའི་བོད་རྒྱ་འབྲེལ་མོལ་ཞེས་པའི་དཔེ་དེབ་ཞིག་དབུ་འབྱེད་གནང་ཡོད་པ་རེད། དཔེ་དེབ་དབུ་འབྱེད་ཀྱི་མཛད་སྒོའི་ཐོག་སྐུ་མགྲོན་གཙོ་བོར་དཔལ་ལྡན་བོད་མི་མང་སྤྱི་འཐུས་ཚོགས་གཙོ་མཆོག་དང་དང་ན་གཞིན་སྐུ་མགྲོན་དུ། སྤྱི་འཐུས་དོན་གྲུབ་བཀྲ་ཤིས་ལགས། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས། རྡ་ས་བོད་ཀྱི་དཔེ་མཛོད་ཁང་གི་རིག་གཞུང་ཉམས་ཞིབ་དང་བོད་ཡིག་དཔར་སྐྲུན་ཚན་པའི་འགན་འཛིན་ནཱ་ག་སངས་རྒྱས་བསྟན་དར་ལགས། དཔལ་ལྡན་རྒྱུད་སྟོད་གྲྭ་ཚང་གི་དཔེ་མཛོད་འགན་འཛིན་རྒན་བློ་གྲོས་ལགས་ཀིརྟི་བྱེས་པ་གྲྭ་ཚང་གི་སློབ་དཔོན་རེ་མདོ་སེང་གེ་ལགས་བཅས་གཞན་སྤྱི་འཐུས་ཁག་ཅིག་འདུ་འཛོམས་ཐོག་དྲུག་དང་དྲུག་ཅུའི་ལམ་སྣེ་ན་འཁྱོར་བའི་བོད་རྒྱ་འབྲེལ་མོལ་ཞེས་པའི་དཔེ་དེབ་དེ་དབུ་འབྱེད་གནང་འདུག་སྤྱིར་དཔེ་དེབ་དེའི་ནང་བོད་གཞུང་དགའ་ལྡན་ཕོ་བྲང་དང ྋགོང་ས ྋསྐྱབས་མགོན་སྐུ་ཕྲེང་བཅུ་གསུམ་པའི་ཕྱི་འབྲེལ་གྱི་མཛད་པ་མཆོག་བསྡོམས་བོད་ཀྱི་སྐུ་ཚབ་རིམ་པ་ལ་སོགས་ཁྱོན་སྒར་ཆ་སུམ་ཅུ་སོ་བཞི་དང་ཤོག་གྲངས་ལྔ་བརྒྱ་དགུ་བཅུ་གོ་དགུ་ཡོད་འདུག་ལ་ད་བར་དུ་ཡོངས་ཁྱབ་ཏུ་མ་གླེང་བའི། གནད་དོན་གལ་ཆེ་འཁྱོལ་བའི་ལོ་རྒྱུས་མང་པོ་ཞིག་གསལ་ཡོད་པ་རེད་འདུག་སྐབས་དེར་སྐུ་མགྲོན་གཙོ་བོ་དཔལ་ལྡན་ཚོགས་གཙོ་མཆོག་གིས་ད་བར་དུ་བོད་རྒྱ་འབྲེལ་མོལ་སྐོར་ལ། བོད་པ་མི་རབས་རྒན་པ་རྣམ་པའི་སྐུ་ཚེའི་ལོ་རྒྱུས་དང་འབྲེལ་ནས་ཕྲན་བུ་མཇལ་རྒྱུ་ཡོད་འདས་པ་དང་དང་ན་གཞིས་གཞུང་འབྲེལ་གྱི་ཡིག་ཆ་བཀའ་ཤག་གི་ཚིག་ཐོ་དེ་དག་ཡོངས་གྲགས་མཇལ་རྒྱུ་མེད་པར་བརྟེན། དཔེ་དེབ་དེའི་ནང་ཕྱོགས་བསྒྲིགས་གནང་ནས་གང་ལ་གང་འཚམ་ཞིག་མཇལ་རྒྱུ་ཡོད་པ་དེ་ཧ་ཅང་ཡག་པོ་རེད་ཅེས་རྩོམ་པ་པོར་བསྔགས་བརྗོད་གནང་འདུག། དཔེ་དེབ་རྩོམ་པ་པོ་ཤེས་རབ་དར་རྒྱས་ལགས་ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་བདུན་ལོར་མདོ་སྨད་མཚོ་སྨྱོན་གཅན་ཚ་རྫོང་གི་ཁོངས་གཏོགས་ཧོར་ཞེས་པའི་སྡེ་བར་སྐྱེས་ཤིང། གཅན་ཚ་མི་རིགས་སློབ་འབྲིང་དང་སྡེ་ཚ་རི་ཁྲོད་བཀྲ་ཤིས་ཆོས་སྡིངས་དགོན་པར་སློབ་གཉེར་གནང་རྗེས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོར་རྒྱ་གར་ལ་བྲོས་བྱོལ་གྱིས་བཞུགས་སྒར་རྡ་རམ་ས་ལ་དང་ལྷོ་ཕྱོགས་འབྲས་སྤུངས་སྒོ་མང་གྲྭ་ཚང་དུ་སློབ་གཉེར་གནང་འདུག་ཕྱི་ལོ་ཉིས་སྟོང་ལོར་ཨ་རིར་བསྐྱོད་པ་དང་ད་བར་ཁོང་གིས་བྲིས་རྩོམ་གནང་བའི་ཁྱོན་དེབ་གྲངས་ཉི་ཤུ་ལྷག་ཡོད་འདུག་པ་དང་ལྷག་པར་དུ་ཁོང་གིས་ཀ་གླིང་སྤོང་གི་ཐུག་པ་ལས་གསོ་བ་ཞེས་པའི་དཔེ་དེབ་དེ་བོད་བསྒྱུར་ཡང་ཞུས་གནང་ཡོད་པ་རེད། སྐབས་བཅུ་བདུན་པའི་དཔའ་མཐའི་བོད་མི་མང་སྤྱི་འཐུས་རྒྱུན་ལས་སྤྱི་འཐུས་གསེར་རྟ་ཚེ་རིང་ལགས་དང་སྤྱི་འཐུས་དགེ་བཤེས་ལྷ་རམས་པ་གོ་བློ་བཟང་ཕན་བདེ་ལགས། སྤྱི་འཐུས་ལྷ་རྒྱ་རི་རྣམ་རྒྱལ་སྒྲོལ་དཀར་ལགས་སྤྱི་འཐུས་དགེ་བཤེས་ཨ་ཀྲོང་རིན་ཆེན་རྒྱལ་མཚན་ལགས་དང་ན་གཞིན་སྤྱི་འཐུས་ཆེ་བྲག་རྒྱ་མཚོ་ལགས་བཅས་ལས་གྲུབ་པའི་བོད་མི་མང་སྤྱི་འཐུས་རྒྱུན་ལས་ཀྱི་སྐུ་ཚབ་ཚོགས་ཆུང་ཞིག་རྒྱ་གར་རྒྱུན་མཐུད་ཀྱི་གྲོས་ཚོགས་འཚོགས་བཞིན་པ་དང་བསྟུན། ཟླ་བ་འདིའི་ཕྱི་ཚེས་བཅུ་གསུམ་ནས་ཉི་ཤུ་རྩ་གསུམ་བར་རྒྱ་གར་གྱི་རྒྱལ་ས་ལྡི་ལིར་གཞུང་འབྲེལ་ཕྱོགས་ཕེབས་གནང་ཡོད་པ་རེད། སྤྱི་འཐུས་རྒྱུན་ལས་རྣམ་པས་བདུན་ཕྲག་གཅིག་ལྷག་གི་རིང་ལ་རྒྱ་གར་གྱི་གྲོས་ཚོགས་འཐུས་མི་དང་ཕྱི་རྒྱལ་གཞུང་ཚབ་ཁང་གི་གནད་ཡོད་མི་སྣ་སོགས་མཇལ་འཕྲད་ཀྱིས་བོད་དོན་ཞུ་རྒྱུའི་སོགས་ཀྱི་ལས་རིམ་བསྐྱང་རྒྱུ་ཡིན་པ་རེད་འདུག། ད་རིང་གི་གསར་འགྱུར་ལས་རིམ་འདི་ཙམ་ཡིན་བོད་དོན་དང་འབྲེལ་བའི་གསར་འགྱུར་རྒྱས་པ་གཤམ་ལ་འཁྱོལ་བའི་དྲ་ཚིགས་ཁ་བྱང་དེ་ཚོའི་ཐོག་ནས་གཟིགས་རྒྱུ་ཡོད་པས་དེ་དོན་རྣམ་པ་ཚོས་དགོངས་འཇགས་གནང་རོགས་གནང།